རྗེས་སུ་ཁྱེད་རང་ཚོ་དང་ད་ག་ང་ཚོ་ཆེད་བསྐོས་དང་རྒྱ་ཆེ་མི་མང་ཚོ་དང་ཨ་ནི་དེ་བཞིན་དུ་གཞིས་ལུས་རྒྱ་ཆེ་མི་མང་བ་དང་གཅིག་གང་ལྟར་ཧ་ལམ་དང་བོད་རིགས་སྤྱི་བོ་གནམ་བསྟན་ཡོངས་སུ་རྫོགས་པའི་གཅིག་དང་ང་ལ་ཡང་ཡིད་ཆེས་བྱེད་ཀྱི་ཡོད་རེད་བློས་འགེལ་གྱི་ཡོད་རེད། ད་ཚེ་རབས་མང་པོའི་ལས་དང་སྨོན་ལམ་གྱི་འབྲེལ་བ་ཟེར་མཁན་འདི་ཡིན་ལ་བག་ཞག་ཚེ་ད་གའ་མཐོང་ཤུགས་ཆགས་ནས་བཤད་པ་ཡིན་ན་ཡང་ག་ད་ད་ཧ་ལམ་པའི་ཡོངས་རྫོགས་རབ་བྱེད་ཀྱིས་ད་ང་ཡིད་གཅིག་དང་བློས་བཀལ་ནས་རེ་བ་རྒྱག་གི་ཡོད་རེད། ས་དེ་འདྲ་ཡིན་དུས་ཙང་ནས་ཅིག་ད་ཨ་མདའ་པོ་ཏོ་ལོ་བརྒྱ་བཅུ་ལ་ད་སླེབས་དེ་ཡོད་རེད་ཨ་མདའ་གཟུགས་པོ་དེ་ཐག་ཆོད་ཡིན། ངས་ཨ་མདའ་ཨམ་ཆི་དེ་འདྲའི་བསྟན་ནས་ཡོང་དུས་ཙང་ནས་ཨམ་ཆི་ཚོས་ད་དུང་ལོ་ཉི་ཤུ། བཟའ་དང་བསྡད་ཡག་ལ་ཐེ་ཚོམ་མི་འདུག་ཟེར་ནས་དེ་འདྲ་བཤད་འདི་གི་ཚོད་ལྟ་ཧ་ལམ་ལོ་ད་བརྒྱད་ཅུ་ནས་ད་ལོ་ལོ་བཅུ་ཕྱི་ན་ལོ་དགུ་བཅུ་ཨ་མདའ་དེ་ལོ་བརྒྱད་ཅུ་ལོན་པའི་གྱ་སྟོན་ཟེར་ནས་ཅིག་ཞིབ་བཤད་ན་ཤེས་གི་འདུག་ག་ད་ཞུ་ཁོག་ལོ་དགུ་བཅུ་ལོན་པའི་ཁ་ཐུར་ལ་ཡ་དགུ་སྟོན་ཟེར་ཡ་དེ་ཆག་སྒོར་གདའ།

བོད་གངས་ཅན་གྱི་ལྗོངས་ལ་ཡ་ད་རང་དབང་ཡོག་མ་རེད་ད་དེ་འདྲ་ཡིན་དུས་ས་ནས་ཅིག་ད་ས་ཁུག་ལུང་ཁུག་རིམ་དྲན་ལ་ཡ་ད་ཅིག་ད་རི་ངའི་དེ་སྐྱེ་ཁག་གི་ད་དུས་དྲན་ལ་ཡ་ཅིག་ཚང་མ་ལོག་གི་པའི་སྨོན་ལམ་རོ་སྐྱབས་པའི་དཀའ་དཀའ་སྐྱིད་སྐྱིད་དུ་བྱས་བྱས་ད་ཅིག་གི་ཡོག་རེད་ད་ས་ཁུལ་མང་པོ་ཅིག་ལ་རང་དབང་ཡོག་མ་རེད་འདི་བྱེད་ཆོག་གི་ཡོག་མ་རེད་ད་དེ་འདྲ་ཡིན་དུས་ས་ནས་ག་ད་སེམས་གི་ནང་ནས་ད་ཅིག་དལ་བར་དུ་འདུན་པ།

ཧ་ལམ་སྤྱི་བོ་རྣམས་ཏེ་ཡོངས་སུ་རྫོགས་པའི་ནི། ཆོས་ལ་དད་པ་ཡོད་ནི་རེད་ཆོས་ལ་དད་པ་མེད་ནི་རེད། གང་ལྟར་མི་རིགས་ཀྱི་ཞང་འགོག་དང་མི་རིགས་ཀྱི་ཐོབ་ཐང་གི་ཐོག་ལ་ཚང་མ་དང་སེམས་ཤུགས་འདུན་པ་ཆིག་སྒྲིལ་རེད་འདུག་བ།